ཅོག་ཁ་ཤས་རྐང་བུ་མུ་ཁྲུས་ཀྱིས་གྲི་མོ་ཚུབས་སུ་ཉལ་ཡོད་ཨ་ང་ཚོའི་རྒྱུད།
བུད་མེད་དུད་སྦྲེལ་ས་དུས་གཟུགས་པོ་དཀྲུག་འོས་པའི། ཁྱེད་རང་ག་བྱེད་ན་གཟུགས་པོ་གསོད་ཡག་གི་ཐབས་ཤེས་ཡག་ཤོས་དེ་ག་རེ་རེད་ལ། ལ། ལུས་རྩལ་རེད་ལ། ད་དོན་ངོ་ཐོག་བྱས་པས་ན་ལུས་རྩལ་ཕ་ཕུད་བས་ཀྱི་དེ་མིན་གྱི་ཐབས་ཤེས་དེ་འདྲ་ཡོར་དང། དང་པོ་དེ་ཡིན་ན་སེམས་པ་དེ་ལྷོད་ཤིག་ཤིག་བྱས་བྱས་སེམས་ཁམས་བདེ་པོ་བསྡད་ཡ་དེ་གལ་ཆེན་པོ་ཞིག་དག་རེད་ལ། ཞིབ་འཇུག་བྱས་པ་ཞིག་ན་བརྒྱ་ཆ་དགུ་བཅུ་ཡན་གྱི་ན་ཚ་ཡིན་ན་ད་ང་རང་ཚོས་ཀྱི་སེམས་ཁམས་དང་འབྲེལ་བ་ཡོད་རེད་ད་ཁྱེད་རང་གི་སེམས་ཡག་པོ་མེད་པ་དང་དེ་ག་ནང་བཞིན་སེམས་ལྷོད་པོ་མེད་པ་དང་སེམས་ཁམས་བདེ་པོ་མེད་པ་ཞིག་བསྡད་པས་ཡིན་ན། ཁྱེད་རང་ལ་ཡང་ན་ཚ་མང་པོ་ཅིག་ཕོག་ཡོང་གི་རེད། ད་ཁྱེད་རང་གི་ན་ཚ་འདི་རྒྱས་ལ་ཡང་སེམས་ཁམས་དེ་ཚོའི་གསོ་སྐྱོང་མ་བྱས་པ་བྱས་རྗེས་ད་དུང་སྨན་ཡག་པོ་ག་ཚོད་བཟས་པའི་ནང་ལས་ཁྱེད་རང་ལ་ཡང་ན་ཚ་དེ་བཅོས་ཐབས་ཡོད་མ་རེད། བྱས་ཙང་ང་རང་ཚོ་དུས་རྒྱུན་དུ་ནས་སེམས་ལྷོད་ལྷོད་བྱས་རྗེས་སེམས་ཁམས་བདེ་པོ་བྱས་ཏེ་ཡ་དེ་གལ་ཆེན་པོ་ཞིག་ད་རེད་ལ། ད་གཉིས་པ་ལས་ཆ་བཞག་པས་ན་ང་ཚོ་དུས་རྒྱུན་དུ་ནས་ཁ་ལག་བཟོ་དུས་ཙམ་པ་ལ་ཡང་ཁ་ལག་ཉུང་ཙམ་བཟའ་དགོས་པ་དང་བཟས་པ་དེ་ནི་སྤུས་དག་ཏུ་ཆོད་དགོས་གི་རེད། ད་དེ་ག་འདྲས་བཟོ་དགོས་རེད་ཟེར་ན་ད་ང་རང་ཚོས་ཉི་མ་གཅིག་ལ་ཡང་ཁ་ལག་ལྟོ་ཆས་གསུམ་བཟོ་དུས་ཙམ་པ་ཡིན་ན་ཟ་ཐེངས་ཚང་མ་ལོག་ལ་ཡང་བརྒྱ་ཆ་བདུན་ཅུ་དེ་སོ་སོའི་གི་ཁ་ལག་དེ་རྒྱག་ན་འགྲིག་གི་ཡོད་རེད་ང་ཚོ་བརྒྱ་ཆ་བརྒྱ་ཐམ་པ་རེ་ཟ་རྒྱུ་ཡོད་མ་རེད་ད་རྒྱུ་མཚན་གང་རེད་ཟེར་ན་དུས་རྒྱུན་དུ་ང་ཚོས་གི་ཁ་ལག་ལ་ཚོད་མ་བྱེད་བྱེད་བྱེད་རྟག་པར་ཞིག་རྒྱག་ཟེར་གྱི་ཉན་ཟེར་བསྡད་པས་ན་ང་ཚོའི་གཟུགས་པོའི་བདེ་ཐང་ལ་ཕར་ཕན་རྒྱུ་བཞག་ནས་མང་ཆེ་བ་ཅིག་གི་ན་གནོད་པ་སྐྱེལ་བསྡད་ཡོད་རེད་བྱས་ད་ང་ཚོས་གི་བརྒྱ་ཆ་བདུན་ཅུ་དེ་ལས་ཟ་གི་ཡོད་མ་རེད་ཡིན་ན་ལ་བརྒྱ་ཆ་བདུན་ཅུ་ཟས་པ་དེའི་ནང་ལ་ཡིན་ན་ད་ང་ཚོའི་གི་ཟས་རིགས་ཀི་འཚོ་བཅུད་མང་པོ་ཅིག་ཚུལ་འདོན་རྩོམ་བྱེད་ཐུབ་པ་བྱས་བྱས་ན་ད་ང་ཚོའི་ཟས་པའི་ཁ་ལག་དེ། སྤུས་དག་ཡིན་པ་བཅས་འགན་ལེན་བྱེད་ཐབས་ཡིན་ན་ང་ཚོའི་གཟུགས་པོ་ལ་ཡང་ཕན་ཐོགས་ཞེ་དྲག་ཡོད་རེད་ལ། གསུམ་པ་རེད་ན་གཉིད་ཀྱི་དུས་ཚོད་འདང་ངེས་ཕྱིན་པ་ཉལ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ལ། ལྷན་རྒྱས་མཁྱེན་གསལ་ལྟར་ད་དུས་རྒྱུན་དུ་ང་རང་ཚོ་གཉིད་ཉལ་བས་ཀྱི་དཀྱིལ་དེ་བ་ཡིན་ན་ད་གཉིད་དཀྱིལ་ལྟག་ཆོད་རྗེས་ཕྱི་ལོགས་ལ་ཡང་བདག་སྒྲ་འདི་འདྲ་ག་ཚོད་ཡིན་ན་ང་ཚོའི་རྩ་བ་གཉིད་ནས་གོ་གི་ཡོད་མ་རེད་ད་དོན་དངོས་ཐོག་དེ་དུས་ཙམ་པ་ཡིན་ན་ད་གཉིད་དེ་གིས་ང་རང་ཚོའི་གཟུགས་པོ་ལ་ཡང་ཚུལ་ཚུལ་ཚུལ་གསབ་ཡ་ད་དེང་ན་བཞིན་ང་ཚོའི་གཟུགས་པོ་ལ་ཡང་བདག་སྐྱོང་བྱ་གི་དུས་ཚོད་ཡག་ཤོས་དེ་གལ་ཏེ་ཡོད་རེད་ད་དུས་རྒྱུན་དུ་ནས་ཁྱེད་རང་གིས།

ཆུན་ཆུན་རེད་བསམ་བྱས་ན་སེམས་དེ་དགའ་པོ་ཞེ་དྲག་ཡོད་རེད་ལ་ད་དུས་རྒྱུན་དུ་ནས་ང་ཚོས་ཀྱི་བསམ་བློ་དེ་འདྲས་ཅིག་འཁྱེར་བྱས་གནས་ཚུལ་ཚང་མ་བལྟས་པ་ཡིན་ན་ད་ང་ཚོའི་ཀྱི་སེམས་ཁམས་ལ་ཡ་གནོད་ཅུང་མེད་པ་བྱས་བྱས་ཡིན་ན་ད་ཨ་ཅང་ཅང་ང་ཚོའི་སེམས་ཁམས་དེ་སྐྱིད་པོ་ཡོད་མེད་ན་ང་ཚོའི་གཟུགས་པོ་དེ་དེ་ལྟར་ཡིན་རྒྱུ་གཏན་འཁེལ་རེད་པ་ལ་བྱས་ཙང་ང་ཚོའི་གཟུགས་པོ་བཟོ་ཡག་གི་ཐབས་ཤེས་དེ་གས་ན་བ་ལས་ཀྱི་ཀྱི་སེམས་ནང་ངའི་ནང་སྤོ་བོ་བློ་རྩེ་གཅིག་སྒྲིམ་བྱ་ཡག་གི་ནུས་པ་དེ་གས་འདུག་ཞེས་གཏོར་བཤིག་བཏང་རྒྱུ་རེད་ཧ་ལོ་གླིང་གའི་ཁམས་སང་ང་ཡིན་ན་ཐོག་མའི་སློབ་གསོ་བྱིན་ཡས་ཀྱི་རྒན་གཡུང་གཡུང་ལགས་ཡིན་ད་གལ་སྲིད་ཁྱེད་རང་གས་གཏོར་བཤིག་བཏང་མྱུང་མེད་པ་ཡང་མེད་ན་སྲུང་སྐྱོབ་ཡག་པོ་བྱས་བྱས་ཡོད་ན་ང་ཚོ་སྤུ་གོ་ཚང་མ་ལོ་མང་སྐྱིད་སྡོད་ཟིན་པ་ནས་མོ་རང་ཡང་ལྷུན་གྱིས་གྲུབ་པའི་བློ་རྩེ་གཅིག་སྒྲིམ་བྱ་རྒྱུའི་ནུས་པ་ཤུགས་ཆེན་པོ་ལྡན་ཡོད་རེད་ད་ནུས་པ་དེས་མ་འོངས་པའི་མོ་རང་གི་སློབ་སྦྱོང་དེ་ཡང་ཕན་ནུས་ཤུགས་ཆེན་པོ་ཐོན་དགོས་བ་རེད་ད་ཁྱེད་རང་གིས་བྱ་སྤྱོད་ག་འདྲས་ཀྱིས་སྤུ་གོའི་བློ་རྩེ་གཅིག་སྒྲིམ་བྱ་རྒྱུའི་ནུས་པ་དེ་གཏོར་བཤིག་གཏང་དགོས་རེད་ཟེར་ན། དང་པོ་སྤུ་གོ་ཆུང་ཆུང་གི་དུས་བསམ་པ་འོ་མ་བཏུང་ཡ་དེ་རེད་ང་ཚོ་ཕ་མ་མང་པོ་གཅིག་གིས་འོ་མ་བཏུང་དུས་བསམ་པ་སྤུ་གོ་ཡང་ཨ་ཙི་སྙིང་རྗེ་ལ་ཨ་ཙི་གཅིག་བྱས་བཞག་སྤུ་གོ་དོང་རྩི་རྩི་བྱས་སྤུ་གོ་ཡང་ཨོ་ར་རྒྱས་རྩི་བྱས་ཨ་འདྲས་བྱས་ཡང་དགའ་པོ་ཞུ་བྱེད་དུ་ང

དེ་མོ་ཚུ་ཉན་རེ་ཆགས་རེ་ཆེ་ཚང་དུས་རྒྱུན་ཕ་མས་སྤུ་གོ་ཡ་བསྙལ་པ་བཟི་བའི་སྐབས་སུ་ཡིན་ཅི་མི་ཅི་དེའི་གྲིབ་རྩིས་རེའུ་མིག་བལྟ་དགོས་ཡ་དེ་གལ་ཆེན་པོ་རེད་ཤག་དེ་ནས་ལྔ་པ་དེ་ག་རེད་ཟེར་ན་ལྟ་དུས་རྒྱུན་འཚོ་བའི་ནང་ཕ་མ་མང་པོ་ཅིག་གིས་སོ་སོ་ཁ་འུ་སེམས་ཟེར་དེ་ཡ་ཆེད་དུ་སྤུ་གོ་ཡ་ལག་ཐོག་ཁ་བ་སྤྲད་ཅིང་བསྙལ་ཐུང་བསྟན་ཞེས་ག་བ་ཞིབ་ཞུ་ཐུག་ག་ད་བསྙལ་ཐུང་ཟེར་དེ་གཅིག་ནས་འགྲོས་མགྱོགས་ཀྱི་ལྕེ་ལག་ཤེར་བ། གཉིས་ནས་ག་རེད་ཟེར་ན་སྤུ་གོའི་མིག་ཡ་གནོད་ཆེན་པོ་ཡོད་རེད་སྲིད་ཁྱེད་རང་ཡིན་ཅི་མི་ཅི་སྤུ་གོ་ཡ་བསྟན་མོད་སོ་བསྟན་དགོས་ཡིན་ན། ལག་ཐོག་ཁ་པར་ནང་བརྙན་ཐུང་བསྟན་པ་ལས་ལྟ་བུ་གོ་ཡང་བརྙན་འཕྲིན་བསྟན་བཞག་ན་དེ་བས་ཀྱང་ཡག་འོ་རེད་ད་བརྙན་འཕྲིན་ནང་ལ་ལྟད་མོ་ག་རེ་བསྟན་ནའི་ལས་ང་ཚོ་ཆ་ཚང་པ་ཞིག་ལྟ་ཡ་ཡོད་རེད་པ་ད་གཉིས་ནས་ག་རེ་ཟེར་ན་བརྙན་འཕྲིན་གྱི་གཟུགས་བརྙན་དེ་ཆེན་པོ་སོང་ཙང་སྤུ་གུ་གི་མིག་ཡ་གནོད་ཆུང་ངུ་ཡོད་རེད་བྱས་ཙང་ཁྱིམ་བདག་གླེང་སྐད་ང་ཚོ་དུས་རྒྱུན་ཚན་རིག་གི་ཐབས་ཤེས་བསྟན་རྗེས་སྤུ་གུ་གསོ་སྐྱོང་བྱེད་དགོས་ཡ་དེ་གལ་ཆེན་པོ་རེད་བྱས་ཨང་དེ་རིང་གི་མཉམ་སྤྱོད་ཐག་གཅོད་བྲིས་རྒྱུ་ཡིན་ང་ཚོ་རྗེས་མའི་ལས་ཙང་ནང་བྱས་ཡོད། བུད་མེད་བསྡུས་གྲྭའི་ས་དུས་སུ་སྒོ་དཀྲུག་འོས་པས། ད་ཕྲན་ཏུ་ནག་ཉེས་ག་རེ་བཤགས་ཟིན་ང་ཚོའི་ཨ་ཅག་ལ་རྣམ་པ་ཁ་ཅིག